དེ་གང་རེད་ཟེར་ན་ང་རང་ཚོ་རང་གི་འདོད་པ་སྒྲུབ་ཡག་གི་ཤེས་ཡོན་དང་རང་གི་འདོད་པ་སྒྲུབ་ཡག་གི་ལག་རྩལ་དང་དེ་ཚོ་ང་ཚོ་མང་པོ་མང་པོ་དེ་ནས་ཚང་མ་བསླབ་ཚར་སོང་བསླབ་ཚར་བ་རེད། སོ་སོ་རང་གི་དེ་སོ་སོ་རང་གི་འདོད་པ་སྒྲུབ་ཡག་གི་ཤེས་རིག་སོ་སོ་རང་གི་འདོད་པ་སྒྲུབ་ཡག་གི་དེ་ནས་ལག་རྩལ་དེ་ཚོ་མང་པོ་མང་པོ་ཤེས་གི་རེད་ཟེར་ད་ཚང་མ་གི་མང་པོ་ཤེས་གི་རེད། མི་འདི་སོང་ན་ཆོག་གི། དུ་ང་ཚོ་རང་གི་འདོད་པ་སྒྲུབ་ཡ་ཟེར་ན་ལྐོག་པ་ང་ཚོ་རང་གི་རང་འདོད་སྒྲུབ་བྱེད་ཀྱི་དེ་ནས་ལག་རྩལ་རང་འདོད་སྒྲུབ་བྱེད་ཀྱི་ཤེས་རིག་དེ་ང་ཚོ་ཚང་མ་གི་སློབ་གྲྭ་གི་ནང་ནས་སློབ་སྦྱོང་བྱས་ནས་མང་པོ་ཤེས་ཀྱི་རེད། ད་རུང་གོ་མི་འདུག་ཡ།

ཨ་ཏི་ང་ཚོ་དེ་དེ་མི་དགོས་རྒྱུ་མ་རེད་ང་ཚོ་སློབ་གྲྭ་གི་ནང་ནས་ང་ཚོ་རང་གི་འདོད་པ་སྒྲུབ་ཡ་དཔེར་ན་ང་རང་རང་གི་འདོད་པ་སྒྲུབ་ཤེས་ཀི་ང་རང་རང་གི་འདོད་པ་སྒྲུབ་ཡ་ལ་དེ་ནས་ཕན་འདོགས་སྐྱེ་གི་རིག་གནས་ལག་རྩལ་དེ་ཚོ་ང་ཚོ་སློབ་གྲྭ་གི་ནང་སློབ་གྲྭ་ཆེན་པོ་ཚོ་གི་ནང་ནས་མང་པོ་མང་པོ་ཞིག་སློབ་སྦྱོང་བྱེད་མང་པོ་མང་པོ་ཞིག་རེད་ཟེར

ཚང་མ་རང་གི་དེ་ནས་ཆེན་པོ་ཟིག་དེ་ནས་ངས་ང་རང་རང་གི་ཐོབ་དགོས་བསམ་པ། གཞན་ལ་དགོས་ཀྱི་ཧྥིན་ཞིང། གཞན་ལ་དགོས་ཀྱི་གི་བསམ་བློ་གཞན་ལ་བགོ་བཤའ་རྒྱབ་ཀྱི་གི་བསམ་བློ་འདྲ་མཉམ་གི་བསམ་བློ་དུ་མ་ཡོད་ན། དེ་ནས་ང་ཚོས་ཐོན་ཁུངས་གི་ཐོག་ལ་རྩོད་པ་རྒྱབ་ནས་དེ་ནས་འཛམ་བུ་གླང་གི་འཁྲིག་འཁྲིག་པ་སྒྲ་འཁྲིག་འདྲ་དེ་འདྲའི་དུ་མང་པོ་ཡོང་གི་རེད།

དེང་དུས་ང་ཚོ་སློབ་གྲྭ་ཆེན་པོའི་ནང་ལ་ཤེས་ཡོན་དང་ལག་རྩལ་དེ་ནི་སློབ་སྦྱོང་བྱེད་པ་དང་མཉམ་དུ་དེ་ནི་ང་ཚོར་བསམ་པ་བཟང་པོ་བྱེད་པ་དང་སྙིང་རྗེ་སྒོམ་པ་དང་མི་གཞན་གྱི་སྡུག་བསྔལ་ལ་བསམ་བློ་བཏང་ཡ་དང་འདྲ་མཉམ་དང་དུས་ཚོད་སློབ་གསོ་དེ་ཡང་ཧ་ལས་པ།